ཨཱ་ནི། གྱིས་ཁམས་གསུམ། ཨཱ་ནི་དེ་ཁ་ན་བཞིན་གྱིས་རྣམས། སྟོད་སྨད་ཀྱི་སྔགས་པ་བླ་མ་རྣམས་དང། དགེ་འདུན་བཙུན་པ་བཙུན་མ་གཞུང་འབྲེལ་དང་ས་གནས་འགན་འཛིན་རྣམ་པ་རྣམས་སྟོད་སྨད་ཀྱི་མི་མང་ཡོངས་ལ་གུས་པའི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། མདའ་ལམ་རྒུད་པ་ནགས་ཀྱི་ཡུལ་དུ་ལ་མདའ་མཆོད་རྟེན་གྱི་རབ་གནས་ལ་ཡོང་དགོས་རེད་ཟེར་ནས་བཀའ་སྤྱི་སྔ་མ་གྲུ་དཔོན་བླ་མ་དྭོགས་བུར་པ་དང་ཨ་ནེ་རྒྱལ་ཁམས་གསུམ་གཉིས་རེ་སྐུལ་གནང་བ་ལྟར་དུ་རྒུད་པ་ཡང་འདིར་བཅར་རྒྱུ་དགོས་སྐབས་བྱུང། གནས་སྔ་སྔ་མོ་ང་འདི་ན་མནར་ས་སྟེ་དགོན་པ་དགོན་སྤྱི་ལ་ཡང་བཅར་བ་ཡིན། འདི་དང་ད་ལྟ་བར་ལ་སྤྱིར་མནར་གྱི། ཡུལ་ལུང་ལ་ཡར་རྒྱས་དང་བཀྲ་ཤིས་པ། ཁྱད་པར་ཆེན་པོ་རྒྱུ་བཞག་ད་ལམ་ཀ་ཡིན་ན་ཡང་རེད། དེ་ག་ནང་བཞིན་གྱི་རྟ་རྣར་གྱི་ཁང་པ་ཡར་རྒྱས་ཞེ་དྲག་སྤྲོད་བཞག་ན་ནི་ཕྱི་དབང་དུ་བྱས་པ་ཡིན་ན་གོམས་པ་ཡིན་ན་ཡང་སྔར་ལས་དར་ཞིང་རྒྱས་པ་ད་འདི་ཨ་ན་བཞེངས་ཀྱི་དེ་ནས་སྐུ་ཡི་རྟེན་ལ་དར་གུ་རུ་རིན་པོ་ཆེ་སྐུ་ཡི་དུང་བ་གཟི་བརྗིད་ཆེན་པོ་བཞེངས་ཐུབ་པ་དང། ཐུགས་ཀྱི་རྟེན་ལ་ད་མ་གི་ལ་རྣམ་རྒྱལ་མཆོད་རྟེན་འདི་ལ་བྱང་ཆུབ་མཆོད་རྟེན་ད་འདི་འདྲས་བཞེངས་ནས་ལེགས་གྲུབ་ཀྱི་དེ་ནས་ཅི་ཟེར་གོ་ལ་དེ་ནས་བཅར་ཡས་བྱུང་བ་དེ་ལ་ནི་བཅས་བཅས་སུ་ཡི་རང་དང་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ཅི་ན་འགའ་ཚང་ཞུས་པ་ཡིན་ད་མཆོད་རྟེན་ཟེར་མཁན་འདི་དེ་ནི་ག་རེ་རེད་ཟེར་ན་ཆོས་པ་ཕུད་པའི་ཡུལ་དེར་རྟེན་འདི་ཆགས་བསྡད་ཡོད་པ་རེད། དེ་ནི་སྤྱི་སྣང་གི་ང་རང་ཚོ་ཚང་མ་མཁྱེན་མཁྱེན་དཀའ་རེད། རྒྱ་གར་ལ་གནས་སྒོ་དྲོ་ཞིག་ཕེབས་པ་ཡིན་ན་ཡང་གནས་ཆེན་བརྒྱད་ཟེར་ནས་བོད་མི་སེར་སྐད་གྲགས་ཆེན་པོ་ཡོང་གི་ཡོད་རེད། དེ་ནི་སྤྱི་སྣང་གི་ནམ་རྒྱུན་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ནས་རྗེས་དྲན་མཚོན་བྱེད་ལ་ག་རེ་བྱ་འགྱོ་རེད་ཟེར་ན་མཆོད་རྟེན་རྣམ་པ་བརྒྱད་བཞེངས་གནང་གྱི་ཡོད་རེད་ད་མཆོད་རྟེན་རྣམ་པ་བརྒྱད་དེ་ག་འདྲ་ག་འདྲས་སུ་ཡོང་གི་ཡོད་རེད་ཟེར་ན་དང་པོ་དེ་དེ་ནི་སྐུ་འཁྲུངས་བའི་གནས་ད་ལུས་པའི་གནས་འདི་གནས་ཀྱི་ཚབ་ཏུ་ལ་སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་ནས་ཤར་ལྷོ་ནུབ་བྱང་ཕྱོགས་བཞི་ལ་གོམ་པ་བདུན་རེ་སྤོས་པ་དང་དེ་ནས་ཞབས་ཀྱི་འོག་ནས་མེ་ཏོག་པད་མ་བདུན་རེ་འདུག་རང་བཞིན་གྱིས་འཁྲུངས་ཡོང་བ་རེད། ཡང་དེ་དང་མཉམ་དུ་ལ་གང་རེ་ཟུང་ན་སངས་རྒྱས་བཅོམ་ལྡན་འདས་དེས་འདི་ནི་འཇིག་རྟེན་གྱི་ཁམས་ལ་བས་ན་ཡང་འཇིག་རྟེན་སྐྱོན་གྱིས་མ་གོས་པ། དེ་ནས་མེ་ཏོག་པད་མ་དེ་དམ་ལ་སྐྱེས་ཀྱང་དམ་གྱི་དྲི་མ་མ་གོས་པ་ཚུལ་སྟོན་ལ། དེ་ནས་ཡབ་རྒྱལ་པོ་ཟས་གཙང་བཙོ་ཡུར་བྱས་པས་དེ་ནི། ཁོང་རྣམ་པ་ཀྱིས་ད་ཆེ་སངས་རྒྱས་ཀྱི་སྐུ་འཁྲུངས་པའི་རྗེས་དྲན་ལ་དེ་ནས་དཔལ་སྤུངས་མཆོད་རྟེན་ཟེར་ནས་མཆོད་རྟེན་བརྒྱད་ནང་ནས་དང་པོ་དེ་བཞེངས་གནང་བ་རེད་ཞུས་ཡས་ཡིན། ད་གཉིས་པ་འདི་དེ་ནས་བྱང་ཆུབ་མཆོད་རྟེན་ཟེར་གྱི་ཡོད་རེད་ང་རང་འདི་ལ་ད་ལྟ་འདི་ལ་འདུག་ང་ཚང་མ་མདུན་ལ་མཇལ་ཡས་ཡོད་པ་དེ་འདི་བྱང་ཆུབ་མཆོད་རྟེན་ཟེར་མཁན་འདི་སངས་རྒྱས་བཅོམ་ལྡན་འདས་དེ་མཚམས་ཚང་ལ་བདུད་ལས་རྣམ་རྒྱལ་མཆོད་རྟེན་ཡང་ཟེར་གྱི་ཡོད་རེད་ག་ཟེར་ན།

དེ་ནས་དེའི་རྗེས་ལ་ད་རྗེས་དྲན་མཆོད་རྟེན་གསུམ་པ་དེ་ག་རེ་ཞིག་རེད་ཟེར་ན་བཀྲ་ཤིས་སྒོ་མང་མཆོད་རྟེན་ཟེར་གྱི་ཡོད་རེད། ད་བཀྲ་ཤིས་སྒོ་མང་མཆོད་རྟེན་དེ་ག་པ་ལ་ཡོད་རེད་ཟེར་ན་ནི་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཚར་བའི་རྗེས་ལ་དམ་པའི་ཆོས་ཀྱི་འཁོར་ལོ་ཐོག་མར་དེ་ཡུམ་ཝར་ན་སི་ལ་བསྐོར་གནང་བ་རེད། དེ་ནས་གཙོ་བོ་དེ་ལྷ་ཡོངས་པོའི་རྒྱལ་ཆེན་དང་མཚན་པ་གྱིས་ཡང་ཡང་བསྐུལ་བ་ལ་བརྟེན་ནས། དེ་ནས་ཁོང་གིས་ཆོས་ཀྱི་འཁོར་ལོ་བསྐོར་བར་བྱ་རྒྱུ་བཤད་ནས་བཀའ་དང་པོ་བདེན་པ་བཞི་ཡི་ཆོས་ཀྱི་འཁོར་ལོ་བསྐོར་གནང་བ་རེད། ད་འདི་ནང་བཞིན་གྱི་མཆོད་རྟེན་འདི་ལ་ཡང་སྤྱིར་ན་སྒོ་མང་པོ་ཡོད་ར་རེད། ད་སྒོ་བཞི་དང་བརྒྱད་དང་བཅུ་དྲུག་ལ་སོགས་པ་དང་དེ་འདྲའི་དཔེ་མང་པོ་ཡོད་རེད་དེ་ཙམ་ཙམ་ལ་བརྒྱ་དང་ལྔ་བཅུ་ལ་སོགས་པ་ད་དེ་འདྲའི་གི་སྒོ་མང་པོའི་དེ་ག་རེ་མཚུངས་ཀྱི་ཡོད་ར་ཟེར་ན་དེ་ནས་ཁྱེད་ཀྱི་བཀའ་དང་པོ་བདེན་པ་བཞི་ཡི་ཆོས་ཀྱི་འཁོར་ལོ་འདི་ལ་ཡང་རྣམ་པའི་དབང་དེ་དབྱེ་ན་བདེན་པ་བཞི་རེ་རེ་ལ་ཡང་དེ་ནས་བདེན་བཞི་མི་རྟག་བཅུ་དྲུག་ཟེར་ནས་སྒོ་བཅུ་དྲུག་ལ་སོགས་པ་དང་དེ་འདྲའི་དག་ཅིག་འདོད་ན། དེ་ཡི་མཆོད་རྟེན་གྱི་དག་ཁྲིད་ཀྱི་སྟེང་ལ་ཡང་བང་རིམ་བཞི་ཡོད་རེད། བང་རིམ་དང་པོ་དེ་ལ་ཡང་ན་ཇི་ལྟར་འགའ་རེས་མཚོན་གྱི་ཡོད་རེད་ཟེར་ན་དྲན་པར་ཉེ་བར་བཞག་པ་ཞིག་ནི་དེ་ཚོ་འཛད་སྤྱོད་མ་རེད་དེ་ཚོ་ང་ཚོ་ཉམས་སུ་ལེན་ཡས་རེད་དེ་ཚོ་ང་ཚོ་སྒོམ་རྒྱབ་ཡས་རེད་སྒོམ་རྒྱབ་དུས་ལ་ཨོ་དེ་འདྲ་དེ་འདྲ་ཞིག་ཡོད་རེད་ད་ཟེར་ནས་དང་པོ་དེ་ལ་དྲན་པར་ཉེ་བར་བཞག་པ་ཞིག་ན་ནི་ལུས་དྲན་པར་ཉན་པར་བཞག་པ། ང་རང་ཚོའི་ལུས་འདི་མི་གཙང་བ་རང་བཞིན་རེད། ང་རང་ཚོ་མི་གཙང་བ་ལ་གཙང་པར་བརྩིས་ནས་འཁྲུལ་ནས་སྡུག་བསྔལ་སྣ་ཚོགས་མྱོང་བསྡད་ཀྱི་ཡོད་རེད། དེ་ཡིན་དུས་དེ་མི་གཙང་བ་རང་བཞིན་རེད་ད། གཙང་པར་མ་རེད་ད། མཚོན་ཡ་རེད། ད་གཉིས་པ་དེ་ག་རེད་ཟེར་ན། ཚོར་བ་དྲན་པར་དམྱལ་བར་བཞག་པ། དེ་ནས་བང་རིམ་གཉིས་པ་དེ་ལ་ཚོར་བ་དྲན་པར་དམྱལ་བར་བཞག་པ་སོགས་ཡང་ན་བང་རིམ་དང་པོ་ཁོ་རང་ལ་དེའི་ཞབས་ནས་ཕྱག་ན་ཡང་འགྲིག་གི་རེད། དེ་ནས་ཚོར་བ་དེ་ང་ཚོ་ཚང་མ་ཇི་ལྟའི་ཁམས་འདི་ལ་བདེ་བ་འདུག་སྐྱིད་པོ་འདུག་གྲ་འགྲིག་པ་དང་ཕུ་ནུམ་སོགས་པ་འདུག་ཟེར་ནས་དེ་ཡང་ང་ཚོ་འཁྲུགས་ནས་དེ་ནས་ལྕེ་ཡིས་སྡུག་བསྔལ་ལ་བདེ་བ་འཁྲུ་འགྲོ་དགོས་བ་རེད། ཚོར་བ་འདི་སྡུག་བསྔལ་གྱི་རང་བཞིན་རེད་ད། བདེ་བ་ཡོད་མ་རེད་དུ་དངོས་པོ་སྟེང་ལ་དེ་ནས་དེའི་ཉམས་ལེན་བྱེད་ཡ་རེད། དེ་འདྲའི་ཚིག་ལ་ང་ཚོས་གོམ་བརྒྱབ་ནས་བསམ་བློ་དང་ལུས་དེ་ལྕེ་ཡང་མི་བཟང་བའི་རང་བཞིན་རེད་འདུག་དེ་ཡང་ན་ཆུ་ཚོར་བ་དེ་ཡང་སྡུག་བསྔལ་གྱི་རང་བཞིན་རེད་འདུག། སེམས་སེམས་ཏེ་དྲན་རྒྱུ་མང་པོ་ཡོད་པ་དེའང་དགའ་སྐྱོ་བདེ་སྡུག་སྣ་ཚོགས་དྲན་པ་དེའང་མི་རྟག་པ་རང་བཞིན་རེད་དཱ། རྟག་པ་ཡོད་མ་རེད་དཱ་ལབ་ནས་གོམས་རྒྱབ་ཡོད་རེད་དཱ། སྣང་ཞིང་སྣང་ཞིང་སྲིད་པའི་ཆོས་ཐམས་ཅད་ཀྱང་བདེན་པར་གྲུབ་པ་ཡོད་མ་རེད་ཆོས་ཐམས་ཅད་སྟོང་པའི་རང་བཞིན་རེད་དཱ་ཟེར་ནས་ད་དེ་ཚུལ་འདི་འདི་ཚོ་དྲན་པར་ངེས་པར་བཞག་པ་ཞིག་དང་རྫུ་འཕྲུལ་གྱི་རྐང་པ་ཞིག་དང་ད་དེ་འདྲའི་ཚེ་ནི་རིམ་པ་བཞིན་དུ་ཆོས་ལྡན་གྱི་བང་རིམ་དེ་ཚོ་ལ་ཡང་དེ་འདྲའི་ཚེ་ནི་ཡོང་བསྡད་ཀྱི་ཡོད་རེད་དེའི་སྒྲུབ་གཞི་སྒྲུབ་གཞི་དེ་ཚོ་དེ་ག་ཚོ་རྫས་སྒོ་བྱས་ནས་བརྩིགས་བཞག་མ་རེད་དེ་བུམ་པ་དེ་ཚོ་ནང་ལ་ཡང་ཆང་ཆུའི་ཆུ་སོ་བདུན་ལ་སོགས་པ་དང་དེ་ག་ན་བཞིན་གྱི་ཡར་ལ་ཆུ་འཁོར་བཅུ་གསུམ་ལ་ཡོད་དེ་ཚོ་ཡང་སྟོབས་བཅུ་དང་དེ་ག་ན་བཞིན་གྱི་གང་ཟེར་ན་དྲན་པའི་སྟོབས་དང་ཏིང་ངེ་འཛིན་གྱི་སྟོབས་དང་ཤེས་རབ་ཀྱི་སྟོབས་དང་དེ་ཡར་གྱི་རྩེ་ལ་ཡང་ཐབས་དང་ཤེས་རབ་བརྩོན་འགྲུས་ཀྱི་དེ་ནི་གཅིག་ཉི་མ་དང་ཟླ་བ་དེ་ཚོ། དག་ན་ཞིང་འདི་ཚད་ལ་ལུས་པོ་འདི་འདྲའི་ཆོས་ཀྱི་སྐུ་མཚོན་བྱེད་ལ་སོགས་པ་འདི་འདྲའི་ཕྱི་ནས་དེ་ཚོ་ཚང་མ་དེ་ནི་ང་རང་ཚོ་ཉམས་ལེན་བྱེད་ཀྱི་རྟེན་ཐུགས་ཀྱི་རྟེན་ཟེར་དུས་གང་ལ་ཡང་ཉམས་ལེན་བྱེད་དགོས་རེད་དཱ། དེ་འདྲའི་ཕྱི་ནས་དེ་ནི་དེའི་མཚོན་དོན་འདྲ་པོ་ད་དུས་དེའི་ཕྱི་ནས་ཞུས་པ་ཡིན་ན་དེ་འདྲས་རེད་དཱ། བཀྲ་ཤིས་སྒོ་མང་མཆོད་རྟེན་གྱི་སུ་ཡིས་བཞེངས་པ་རེད་ཟེར་པ་ཡིན་ན་དེ་ནི། ཚེ་རང་གིས་དེ་ནས་འཁོར་ལྔ་སྡེ་བཟང་པོའི་ཚུལ་བྱས་པས་དེ་ནི་ད་ནི་བར་ནས་ཟེར་གྱིས་སྒོ་ཀྱི་བཞེངས་གནང་བ་རེད། ད་འདིའི་རྗེས་ལ་དེ་ནི་མཆོད་རྟེན་བཞི་པ་དེ་ག་རེ་ཟེར་ན་ལྷ་བབས་མཆོད་རྟེན་ཟེར་གྱི་ཡོད་རེད། ད་སངས་རྒྱས་ཀྱི་ཡུམ་དེ་དེ་ནི་སྐུ་མྱ་ངན་ལས་འདས་ནས་ཡུམ་སྒྱུ་མ་ལྷ་རྫས་དེ་ག་སྟོན་ལྷ་ཡི་ཡུལ་ལ་བཞུགས་ཡོད་རེད། ད་དེ་ནི་ཁོང་གི་ཕ་མ་དྲིན་ལན་འཇལ་དགོས་ཀྱི་འདུག་བསམས་ནས་དེ་ནི་ག་སྟོན་ལྷ་ཡི་ཡུལ་ལ་བས་ནས་ཆོས་གསུངས་གནང་བ་རེད། ཡུམ་གཙོ་བོ་བཅས་པས་དེ་ནས་ལྷ་རྣམ་པ་ལ་ཆོས་གསུངས། ཆོས་གསུངས་ནས་ཀྱང་དེ་ནས་མི་ཡུལ་གྱི་སློབ་མ་དང་རྒྱལ་པོ་རྣམས་ཀྱིས་དེ་ནས་སངས་རྒྱས་བྱ་ཡས་མེད་པ་གསུང་ཐོས་ཡས་མེད་པ་ཧ་ཅང་གིས་དེ་ནས་བློ་ཕམ་པ་དང། ཡིད་མ་བདེ་བ་ཡོང་གི་འོ་རེད་དེའི་སྐབས་སུ་ལ་དེ་ནས་ཤཱ་རིའི་བུ་ལ་དང་ཀུན་དགའ་བོ་ལ་དེ་ནས་སངས་རྒྱས་ག་བ་ཕེབས་པ་རེད་སོ་མོ་རྣམ་པ་ཀྱིས་ཨོ་སངས་རྒྱས་དབྱེར་གནས་ཞུགས་དེ་ཡོད་རེད་སྐུ་མཚམས་ཞུགས་དེ་ཡོད་རེད་ལ་སངས་རྒྱས་ད་དྲིས་ནས་ལྷ་ཡུལ་ལ་ཕེབས་ཚར་རེད་ད་ང་ཚོ་བྱེད་དགོས་ཀྱི་འདུག། ལྟར་སངས་རྒྱས་ཨིན་ཇིམ་གྱི་བཞེད་དགུ་དུ་ལ་དེ་ནས་ཤཱ་རིའི་བུ་རྫུ་འཕྲུལ་གྱི་རྣམ་པ་ལ་སྤེལ་ནས་ལྷ་ཡུལ་ལ་ཕེབས། ད་ལྷ་ཡུལ་ནས་དད་འདུན་ཞུ་དུས་སྐབས་སུ་ལ་དེ་ནས་ཅིག་ན། གང་ཟེར་ན། རྒྱལ་པོའི་རྣམ་པ་གཉིས། ད་ཚེ་འདིར་ལམ་ཚངས་པའི་བྱེ་བྲུག་ཏུ་གྱོང་པོ་ཤིན་ཏུ་འགེངས་གོ། ད་ག་ད་ག་བྲིས་འདུག་ད་ག་ད་རྒྱལ་པོའི་རྣམ་པ་གཉིས་ཀྱིས། གཡས་གཡོན་ནས་ཅིག་ནས་དེ་ནས་ལྷ་ལས་བབས་པའི་རྐྱེན་རྩ་བཀྲུས་ནས་ཅི་ན་རྐྱེན་རྩ་དེ་ལ་ཅིག་ཕྱོགས་དེ་ལ་དེ་ནས། དཀར་པོ་དང་ཕྱོགས་བཞི་ལ་དམར་པོ་དང་དབུས་ལ་སྔོན་པོ་འདྲ་བ་སྐུ་གསུང་ཐུགས་ཀྱི་རྣམ་པ་ཚུར་འདྲེས་འདྲ་བ་དེ་ནི་མི་ཡུལ་དུ་ཕེབས་རེ་དེ་ནི་མི་ཡུལ་གྱི་རྒྱལ་པོ་ལི་ཛ་བུད་ཀྱི་རྒྱལ་པོ་དང་ལི་ཛ་བུད་ཀྱི་སློབ་མ་རྣམས་པ་ད་ཚངས་པོ་དང་རྒྱལ་ཆེན་འདྲའི་རྒྱལ་པོ་དེ་ད་སྔ་བོད་འདྲེན་སོ་ཁོང་རྣམ་པ་གཉིས་ཀྱིས་ཏུ་བྱས་ནས་ཡང་མི་ཡུལ་དུ་གདན་འདྲེན་ཞུས་ནས་དེ་ནི་མི་ཡུལ་ལ་དེ་ནི་སླར་ཡང་སྔར་ནང་བཞིན་ཆོས་སྤེལ་བ་དེ་ལ་དེ་ནི་ལྷ་བབས་མཆོད་རྟེན་ཟེར་གྱི་ཡོད་རེད། ད་མཆོད་རྟེན་སྔགས་པ་དེའི་ཆོ་འཕྲུལ་མཆོད་རྟེན་ཟེར་ཡོད་རེད། ད་ནི་མཉན་ཡོད་ལ་བཞུགས་པའི་སྐབས་སུ་ལ་དེ་ནས་ཇི་ལྟང་གི་མུ་སྟེགས་སྟོན་པ་དྲུག་ལ་སོགས་པ་དེ་ཚོས་དེ་ནས་སངས་རྒྱས་ལ་ཡང་ཕྲག་དོག་བསླངས་དྲན་སེམས་བསླངས་སངས་རྒྱས་ཀྱི་སྔོན་ལས་ཀྱང་མུ་སྟེགས་ཀྱི་སྟོན་པ་ཧིན་དུ་ཀྱི་སྟོན་པ་དེ་ཚོ་བཞུགས་སྡོད་དུས་སྐབས་སུ་ས་གནས་སངས་རྒྱས་མཚན་སྙན་གྲགས་རྒྱས་འགྲོ་དུས་སྐབས་སུ་ལ་དྭགས་སངས་རྒྱས་ཀྱི་དྭགས་ཁོང་ཚུལ་གྱི་འཁོར་དང་ཚང་མ་གདུལ་བྱ་དེ་སངས་རྒྱས་དབང་བསྒྱུར་འགྲོ་དུས་སྐབས་སུ་བྲིས་ཀྱི་མི་འདུག་ཟེར། བདག་སངས་རྒྱས་ལ་རྫུ་འཕྲུལ་སྤྲིན་དགུ་དགོས་འདུག་རྫུ་འཕྲུལ་སྤྲིན་དགུ་བསམ་པས་དེ་ནས་ཁོང་རྣམ་པ་རྒྱས་མང་པོ་ཞུས་སངས་རྒྱས་ཀྱང་ཞལ་གྱིས་བཞེས་ནས་ལམ་སང་འདྲེན་མ་གནང་བ་རེད་དེ་ནས་རྒྱལ་པོ་ད་ལྟ་རྒྱ་གར་ལ་ཡུལ་ཆེན་པོ་འབྲུག་ཟེར་ནས་འབྲུག་དཀར་ལ་སྐོར་ར་བརྒྱབ་ནས་ད་ཕེབས་ནས་མཐའ་མ་དེ་མཉན་ཡོད་ལ་ད་ང་རང་ཚོའི་བོད་ཟླ་དང་པོ་ཚེས་པ་གཅིག་ནས་བཅོ་ལྔ་བར་དུ་ལ་དེ་ནས་ཆོས་དྲུག་འགྲིམས་ནས་དེ་ནས་ཆོས་དྲུག་དེ་མཐའ་མ། སངས་རྒྱས་ཀྱིས་དེ་ནི་མུ་ཏིག་སྟོན་པ་དྲུག་གསེར་གྱིས་བསྣུན་པ་ཡིན་ཙང་དེ་ལ་ཆོ་འཕྲུལ་མཆོད་རྟེན་ཟེར་དགོས་པ་རེད། དེ་ནི་ཆོ་འཕྲུལ་མཆོད་རྟེན་དེ་སུ་ཡིས་བཞེངས་པ་རེད་ཟེར་ན་ཡང་ལི་ཟ་བི་སོགས་ཀྱིས་བཞེངས་པ་རེད། ད་འདི་ཡི་ཆེད་ལ་ཨེ་འདུམ་མཆོད་རྟེན་ཟེར་མཁན་བྱུས་རེད། དེ་ཨེ་འདུམ་མཆོད་རྟེན་དེ་ད་ནག་སྦྲུལ་ལྷས་བྱིན་གྱིས་ད་དགེ་འདུན་གྱིས་དབྱེན་བྱས་པ་རེད་ཁོ་རང་སྟོན་པ་དྲག་པོ་དགོས་འདུག་དེ་ནི་ཁོ་རང་གིས་ཡང།

དང། བྱང་ཆུབ་ཀྱི་སེམས་ཡོད་མ་རེད་ཕྲག་དོག་དང་འབྲེལ་ཟམ་གྱི་ཡོད་པ་དེ་ཚོ་སློབ་མ་ཚོ་རིམ་བཞིན་རིམ་གྱིས་ཤེས་ནས་དེ་ནས་བློན་ཆེན་དེ་ནོར་བ་དང་འཁྲུལ་པ་ཡིན་པ་དེ་ཧ་གོ་ནས་དེ་ནས་དགེ་འདུན་གྱི་དབྱེན་བཟོ་འདོད་ག་ལ་དེ་ནས་དགེ་འདུན་དཀྲུགས་ཤིང་རྒྱབ་བཞག་པ་དེ་དཀྲུགས་ཤིང་དེ་མེད་པར་བྱས་ནས་དགེ་འདུན་གྱི་ཐུམ་བུ་བཟོས་པ་རེད་ཟེར་ནས་དབྱེན་བསྡུམ་བཟོས་དུས་ག་ལ་དེ་འདི་དེ་ཡུལ་མང་ག་ད་གི་ད་ངས་བདག་ཅི་ན་ཡི་མི་འདུག་ཡངས་པ་ཅན་ལ་ད་འདུག་ཟེར་ནས་མཆོད་རྟེན་དེ་བཞེངས་གནང་པ་རེད་ཞུས་ཡིན་དེར་མཆོད་རྟེན། མགྲིན་པ་འདི་གར་སོང་རྣམ་རྒྱལ་མཆོད་རྟེན་ཟེར་ག་ཚད་ང་རང་ཚོ་ད་མ་ས་སྡེ་དགོན་པ་ལ་ཡོད་ར་ཁ་ཚང་ཁ་ཚང་ཁ་ཉིན་པ་རང་རབ་གནས་རྣམ་པ་ར་བ་ད་རྣམ་རྒྱལ་མཆོད་རྟེན་ཟེར་གི་འདི་གར་སོང་ན་སངས་རྒྱས་བཅོམ་ལྡན་འདས་ད་སྐུ་མྱ་ངན་ལས་ད་ག་ལ་མོ་ལ་དེ་ནས་ལིས་ཛ་པི་མ་རེ་ཛི་མ་རེ་དགེ་འདུན་བཙུན་ད་ལ་སོགས་པ་གིས་དེ་ནས་གསོལ་བ་བཏབ་ནས་ད་ཇི་ལྟར་གྱི་འདི་གར་ཆགས་པ་ར་སོང་ན་དུས་ལྷས་བདུད་ཀྱིས་དེ་ནས་ག་ར་དབང་ཕྱུག་གིས་སངས་རྒྱས་ཁྱོད་རང་དེ་ནས་གཞན་སེམས་སྐྱེ་ཁམས་ནང་གི་དོན་དུ་ཐུགས་སེམས་ཞི་གི་ཡོད་དུས་གཞན་གྱིས་ག་རེ་རེ་སྒུག་བྱུང་ན་ཡང་ལགས་སོ་ལབ་ཡོང་ད་ཁྱེད་རང་དགོངས་པ་རྫོགས་དགོས་རེད། ད་ཁྱེད་རང་འཇིག་རྟེན་འདས་ནས་རིང་དྲག་གི་འདུག་འདྲ་བོ་ཞེས་ད་ཞལ་བཟང་པོ་ཞུས་པ་ན་ཟེར་དེ་ནས་སངས་རྒྱས་ཀྱིས་ལགས་སོ་ཟེར་ནས་ཁས་བླངས་བཞག་པ་རེད། ཁས་བླངས་བཞག་དུས་སྐབས་ཐོབ་དེ་ནས་ལོ་མང་དུས་ཚོད་ཀྱིས་འགོར་ཡོང་དུས་གང་ལ་བློ་ཕམ། སེམས་པ་སྐྱོ། ད་དེ་འདྲ་བྱས་དུས་གང་ལ་དེ་ཙམ་འགྲིག་གི་མི་འདུག་ཟེར་ནས་ད་སློབ་མ་དེ་ཚོ་གིས་ཐུགས་རེ་བ་རྐང་གཡས་ཚུལ་དུ་ལ་ཟླ་བ་གསུམ། དེ་ནས་ཅིག། ཡང་བྱིན་གྱིས་བརླབས་ནས་སྐུ་ཚེ་རིང་དུ་བཏང་གནང་བ་རེད། དེ་ཁོང་ལ་ཅི་ཐང་གིས་ད། ཉུང་བུ་པའི་དུས་ཡིན་ནའི་རེད། ཕུང་པོ་དུས་ཡིན་ནའི་རེད། འཆི་བདག་དུས་ཡིན་ནའི་རེད། ལྷ་དགུའི་དུས་ཡིན་ནའི། དུས་ཐམས་ཅད་ལས་རྣམ་པར་རྒྱལ་ཚར་བ་ཡིན་དུས་ག་ལ་དུས་ལས་རྣམ་རྒྱལ་གྱི་མཆོད་རྟེན་ཟེར་ནས་ད་དེའི་མཆོད་རྟེན་དེའི་ཁ་རྩང་ང་རང་ཚོ་མ་གི་ལ་བླ་མ་ཁམས་གསུམ་གྱི་ཡུན་རིང་འབད་རྩོལ་ལྷོད་མེད་གནང་བ་ལ་བརྟེན་ནས་བཞེངས་པའི་མཆོད་རྟེན་འདི་ལ་དེ་ནས། བདུད་ལས་རྣམ་རྒྱལ་མཆོད་རྟེན་གསལ། དེ་རིང་འདི་ལ་ཡོད་པ་དེ་དག་བླ་མ་དྭོགས་པོ་པ་གཙོས་པའི་ཡང། མནར་སྟོན་མནར་མེད་ཀྱི་མི་མང་ཡིན་ན་ཡང་རེད། དགེ་མཚན་ཡིན་ན་ཡང་རེད། འདི་ནས་དེ་ག་ན་ཚང་མ་གི་རྒྱབ་སྐྱོར་ཡག་པོ་གནང་བ་ལ་བརྟེན་ནས་བཤམས་པ་དག་གི་མཆོད་རྟེན་གཉིས་པ་དེ་དེ་ལ་བྱང་ཆུབ་མཆོད་རྟེན་ཟེར་ནས་ད་ལྟ་ང་རང་ཚང་མ་མདུན་ལ་ཡོད་པ་དེ་རེད། ད་དེའི་རྗེས་ལ། རྣམ་རྒྱལ་མཆོད་རྟེན་འདི་ད། སུས་བཤམས་པ་རེད་ཟེར་དེ་ལ། སྙིང་པོ་ཅན་གྱིས་ད་སློབ་མ་རྣམས་ཀྱིས་བཞེངས་པ་རེད། དེ་འདྲ་ན་གཞན་གྱིས་ད་མྱང་འདས་མཆོད་རྟེན་ཟེར་ཐ་མ་དེ་དེ་ནི་སྟོན་པ་མྱང་ལས་འདས་པའི་ད་ཡུལ་བརྩམས་ཆོས་གྲོང་ཟེར་ང་རང་གནས་གོ་འགྲོ་བཞིན་པ་རེད་ད་འདི་ལ་དེ་ནི་ཡོད་རེད་ད་ནི་འཁོར་རྣམས་ཀྱིས་ད་བཞེངས་པ་རེད་གཙོ་བོ་དེ་ད་རྒྱལ་པོ་མ་སྐྱེས་དགྲ་གྱིས་བཞེངས་པ་ཡིན་ཟེར་གྱི་ཡོད་རེད་དེ་འདི་དེ་མཆོད་རྟེན་ཆ་བརྒྱད་ཟེར་གྱི་དེ་ནི་དེ་སངས་རྒྱས་ཀྱི་སྐུ་གསུང་ཐུགས་རྗེས་སུ་དྲན་ཡི་གེ་རེད། དེའང་སྔ་ཕྱི་ང་རང་ཚོའི་ཡང་ནི། བླ་མའི་སྐུ་རྗེས་སུ་དྲན་པ་དང། རྣམ་ཐར་རྗེས་སུ་དྲན་པ་དང། གསུང་རྗེས་སུ་དྲན་པ་ཐུགས་རྗེས་སུ་དྲན་པ་དང་བྱིན་རླབས་རྗེས་སུ་དྲན་པའི་གྱི་ཚུལ་འདོན་ལ། དེ་ནི་ང་རང་ཚོའི་གྱི་དེ་ནི་སྐུ་གདུང་རིན་པོ་ཆེ་དེ་རིང་དངོས་གནས་དྲང་གནས་རམ་གནས་ལེགས་གྲུབ་དང་ཡ་གི་གུ་རུ་གྱི་དེ་ནི། ཀུན་དགའ་རམ་གནས་ལེགས་གྲུབ་མ་གི་མཆོད་རྟེན་གྱི་རང་བདེན་ཚང་མ་ལེགས་གྲུབ་བྱུང་ནས་ད་ལེགས་གྲུབ་བྱུང་པ་ཙམ་གྱིས་མ་རེད་དེ་མགོ་བརྩམས་ནས་ད་མ་འོངས་པ་ལ་ཁྱེད་རང་ཚོ་སོ་ནམ་ཚགས་ཚགས་ཀྱི་ཞིང་ཡིག་ཡོད་པ་དེ་ཡང་ཧ་གོ་སོ་བ་བཏབ་ས་ཀྱི་ཡུལ་ཡོད་པ་དེ་ཡང་ཧ་གོ་ད་དེ་ཧ་གོ་ནས་མུ་མཐུད་ནས་ཁ་སང་ཡང་ཞུས་པ་ནང་བཞིན་རྒན་པོ་ཚོ་དབུ་ཁྲིད་ནས་གཞོན་པ་དེ་ཚོ་སྐོར་ར་རྒྱབ་ཡས་ན་རེད་ཆགས་ཆོག་པ་ཕུ་ཡས་ན་རེད་སོ་བ་བཏབ་ཡས་ན་རེད་དེ་འདྲས་རིམ་གྱིས་རིམ་གྱིས་བཏབ་པ་ཡིན་ན་མཆོད་རྟེན་བཤམས་པའི་དུས་མགོ་ལྷ་ཁང་བཤམས་པའི་དུས་མགོ། སྐུ་མདོག་བཤམས་པའི་དོན་གོ། ད་དེ་རང་སྣང་ཅན་གྱི་མ་ནི་འཁོར་ལོ་བཤམས་པའི་དོན་གོ། དོན་དང་ལྡན་པ་ཅིག་བྱུང་བ་རེད་ད། དེ་ཕྱིའི་ཡར་རྒྱས་ཙམ་སྨན་པ་ནང་གི་ང་རང་ཚོ་གི་ཉམས་ལེན་དེ་ཡར་རྒྱས་དང་གོ་འདུག་ག་རེ་བསམ་ན་ང་རང་ཚང་མ་གོས་དང་མ་བསམ་ན་རྙིང་པ་ཆགས་ས་རེད་ད་གོས་རྙིང་པ་རྙིང་པ་ཆགས་སོང་ན་གསར་པ་བཟོས་ཡོད་མ་རེད་རྙིང་པ་རེད་གཡུག་ཡས་རེད་གཡུག་ཡས་མ་ནས་གསར་པ་བཟོས་ཡོད་མ་རེད་ང་ཚང་མ་ལོ་རྒས་འགྲོ་གི་འདུག་ད་ཞིམ་པོ་ཆགས་ཡོད་མ་རེད་ད་ཕྱི་ཡས་ལ་ཐག་ཉེ་རུ་ཉེ་རུ་འགྲོ་དགོས་འདུག་ད་གཞིས་རྟུལ་སྐབས་སུ་ཡིན་ན་རེད་སྐྱེ་བ་ཕྱི་མ་གི་ཆེད་དུ་དེ་བས་ད་གོ་སའི་སར་པོ་ཉོས་ཡོད་འདྲ་པོ་དེ་བས་ཤག་དེ་བཟོས་པ་ནང་བཞིན་ད་ལྟ་སོ་ནམ་བསགས་དགོས་དགོས་འདུག་སོ་ནམ་བསགས་ས་གི་ཞིང་འདུག་མཆོད་རྟེན་འདུག་ཀུན་དགའ་འདུག་ལྷ་ཁང་འདུག་མ་ཎི་འཁོར་ལོ་འདུག་དེ་ཚོ་བསྐོར་དགོས་ཀྱི་འདུག་དེ་ཚོའི་ལ་མཆོད་པ་ཕུལ་དགོས་ཀྱི་འདུག་ཕྱག་འཚལ་དགོས་འདུག་དེ་འདྲས་ཅིག་གནང་པ་ཡིན་ན་མཆོད་རྟེན་བཤམས་པའི་དོན་གོ། དབུ་འདྲ་བཤམས་པའི་དོན་གོ། ལྷ་ཁང་བཤམས་པའི་དོན་གོ། ཡུལ་ལ་བཀྲ་ཤིས་པ་ཡོང་བར་དོན་གྲུབ་པ་ཡོང་བར་བསམ་པའི་དོན་དུ་གནས་སྐབས་ཡིན་ན་སྐྱེ་བ་ཕྱི་མ་ཡིན་ན་སྐྱེ་བ་བཟང་པོ་ལེན་འདུག་པ་རེད་དམ་པའི་ཆོས་ཡག་པོ་བསྒྲུབས་པ་ཡིན་ན་དེ་ནས་ཅིག། དགྲ་བཅོམ་པའི་གོ་འཕང་དང་བྱང་ཆུབ་སེམས་དཔའི་གོ་འཕང་ཐོབ་པའི་དེ་སོ་སོ་ལག་པ་ལ་ཡོད་པ་རེད་དེ་འདྲའི་ཡུལ་ཚང་མ་ཡག་པོ་གནང་རོགས་གནང་ཞུ་ཡས་ཡིན་དེ་དེ་ཙམ་མིན་ན་གཞན་ཞུ་ཞིག་མི་འདུག་ཚང་མ་ལ་དུས་བྱས།